ཨོ་ལ་སོ། ཨེ་ནས་ཐོག་མ་དེ་ཡ་ཨེ་ནས་ད། ང་ཚོ་ཚེ་གཅིག་གཅིག་གཉིས་ཀྱི་སྐྱབས་གནས། བོད་ཁ་བ་གངས་ཅན་པའི་ལྷ་དགའ། གོང་ས་ལྷ་མིའི་རྣམ་འདྲེན་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་པ་ལ་ཡ་ཨེ་ནས་གོད་ཆག་སྔོན་དུ་ཕུད་པའི་ཐོག་ནས། ཨེ་ནས་དེ་རིང་སྐབས་སུ་བབས་པའི། ཨེ་ནས་ང་ཚོའི་སྤྱི་ཚོགས་ནང་གི་གནས་སྟངས་ཐོག་ནས། ཨེ་ནས་ཚིག་རེ་གཉིས། ཨེ་ནས་འདི་ང་ལ་ཡ་ང་ཞུ། བསམ་བློ་ཧོར་སོང་དེ་འདྲ་ཡིན་ཙང་ཨ་ནེ་རྒྱ་བལ་འབྲུག་གསུམ་གྱི་དབུས་པའི་ཕྱི་རྒྱལ་ཡུལ་གྲུ་ཁག་ཉི་ཤུ་རྩ་བཞི་བཙན་བྱོལ་ནང་ལ་བཞུགས་པའི་ང་ཚོ་བོད་རིགས་སྤུན་ཟླ་ཡོངས་ལ་ཡང་ཨེར་ངའི་མཛའ་བརྩེ་དང་བཅས་སྙན་གསང་ཞུ་ཡ་ལ། ཨ་ནེ་ཞེས་པའི་དེའི་ཐོག་ནས་དེ་རིང་འདིའི་ནང་ལ་ཡང་དོན་ཚན་གཉིས་ཞུ་ཡ་ཡིན། དོན་ཚན་དང་པོ་དེ་ཟླ་གཉིས་སྔ་མ་ཨེར་ང་ཚོ་བོད་མི་དམངས་ནས་ཨིན་བལ་གོང་དུ་བཀུར་བའི་དངོས་གནས་ཁྲོད་ནས་པའི་ཚད་མཐོན་པོའི་ཐོག་ནས་ཨིན་སྤྱི་མོས་ཀྱི་རྒྱ་གར་བློན་པའི་དགེ་བའི་སྲས་སྐྱོང་སྤེན་པ་ཚེ་རིང་མཆོག་དེ་ནས་མར་ལྷོ་ཕྱོགས་འཚམས་གཟིགས་སྐབས་ལ་ཨིན་སེ་ར་མེའི་མཁན་རིན་པོ་ཆེ་མཆོག་ནས་སྐབས་དེ་དུས་རྩེ་ནས་དངོས་གནས་ཁྲོད་ནས་པའི་མཁན་རིན་པོ་ཆེ་མཆོག་ནས་སྐྱབས་མགོན་རིན་པོ་ཆེ་གིས་བཀའ་སློབ་དགོངས་དོན་གཞི་རུ་བཞག་པའི་ཐོག་ནས་སྔོན་ནས་དྲང་ནས་བས་ཏེ། རྒྱལ་བ་དགྱེས་པའི་ཆོས་སྤྲིན་སྒྲོག་ཡག་དང། རྒྱ་ཆེ་མང་ཚོགས་འདོད་པ་ཁང་ནས་བས་ཏེ་བློ་ཁ་ཚིམ་ཡག། སྔོན་ནས་དྲང་ནས་བས་སྒོ་སྲུང་གུས་པ་ཆེན་པོས་ཨ་ནི་སྔོན་ནས་དྲང་ནས་སྨིན་གྲོལ་ཞུ་ཡག་གི་བཀའ་མོལ་དཔེ་མི་སྲིད་པའི་ཡག་པོ་གནང་སོང་བྱས་ཙང་དེ་ལས་ཡག་ཨ་ནི། སྙིང་ཐག་པ་ནས་ཨེ་ནི་ད་ང་མེད་གིན་ལོ་བརྒྱད་ཅུ་གྱ་གསུམ་ལོས་པས་ངའི་མིང་ལ་ཡང་ཁྱུ་ས་དངུལ་གྲུ་པ་འདི་ཟེར་གྱི་ཡོད། ང་རང་ཆ་ཤས་ནས་དེ་འདྲ་བར་དོད་རེད་ཡ། སྤྱི་ཚོགས་ལས་ཀ་མང་པོ་བྱས་ནས་ལོ་ལོ་བརྒྱ་མི་དེ་འདྲས་ཡིན་མ་གཏོགས་ད་ག་ཟེ་ཉིན་མོ་ཕག་དེའི་སྐར་མ་ཚུགས་སྐྱོང་བྱེད་མཁན་མི་དེ་འདྲས་མེད་དེ་འདྲས་ཡིན་པ་ཡིན་ཙང་ཨེ་ནི་ད་མཁན་རིན་པོ་ཆེ་གི་བདག་ཉིད་སྲིད་སྐྱོང་འཚམས་གཟིགས་སྐབས་ལ་ཡང་བཀའ་སློབ་ཞེ་པོ་ཅིག་ཡག་པོ་གནང་སོང་དེར་ཡང་སྙིང་ཐག་པ་ནས་ཨེ་ནི་ངས་ད་མི་མང་ཚབ་ཞུ་བྱས་ཐུགས་རྗེ་ཆེ་གནང་དང། གུས་པ་ཆེན་པོས་ལྷག་ཆ་གྲངས་མེད་འབུལ་བ་ཡིན་ཅེས་བརྗོད་ཀྱི་ཡིན། བརྙན་པར་དེ་ད་རེས་བོད་ནང་ནང་སྤྱི་འཐུས། ཆོས་ལུགས་སྤྱི་འཐུས། གོ་ལྷོ་བསམ་སྤེན་ཚེ་དང་ཨ་འབྲུག་ཚེ་བརྟན་གཉིས་དེ་ནས་མར་འཚམས་གཟིགས་ཡོང་བའི་སྐབས་ལ། ཁ་སང་སེ་ར་ཆོས་སྒར་ནང་ལ་ཡང་ཨ་ནེ་གསེར་གྱི་མཁན་རིན་པོ་ཆེ་མཆོག་ནས་དངོས་གནས་དྲང་གནས་ངེས་པར་དུ་རྒྱལ་བ་རིན་པོ་ཆེའི་བསྐལ་བཞག་རྣམ་པའི་རྒྱན། ཨེ་ནི་གོ་ཆོད་པ། ཀུན་འདུས་རྒྱལ་བ་དགྱེས་པའི་མཆོད་སྤྲིན་དང་མི་མང་ཚང་མ་དགའ་ཡག་གི། བཀའ་སློབ། པའི་མི་སྲིད་པ་ཡག་པོ་གནང་སོང་དེ་འདྲའི་དབྱིན་ཚུལ་བརྩེ་ནས། ཨེ་ནི་སྙིང་ཐག་པ་ནས་ཨེ་ནི་པའི་ཐོག་ཅིག་ཆེ་དང། གོད་ཆག་གྲངས་མེད་འཕོ་བའི་ཡིན་ཡིན་བྱས་ནས་དུས་ཚོད་དང་པོ་དེ་ཞུ་བ་ཡིན། ཨེ་ནི་གཉིས་པ་དེ་ལས་ཡག། ད་དེ་འདྲ་རྡོག་རྡོག་དེ། དེ་རིང་དེ། ཅི་འདྲ་བཅུ་གཉིས་ཀྱི་སྟ་རི་སྒོའི་ཉིན་མོ་དེ། ཨེ་ནི་ཅི་ཞིག་འཚམས་ཤིག་ཡིན་ཟེར་ཆེད། གང་ལྟར་ཁྱོད་གླང་གོག་དམར་པོ་གཉིས། གོག་འཕེན་ཏེ། གོག་ར་པགས་འཕེན་ཏེ། དང་ཨེ་ནི། དཔེ་མཛོད་ཁང་དང་ཁྲིམས་ཞིབ་ཁང་གི་དགོང་དྲག་ལ་ཡར་ཁྱི་ནང་བཞིན་རྒྱུགས་བསྡད་ཡོང་གི། ཨ་འབྲུག་ཚེ་བརྟན། ཁོང་ཉིད་དེ་སླེབས་སོང། ཁོང་ཉིད་སླེབས་པའི་ཐོག་ལ་ཡང། ཨེ་ནི་གཞེན་སྐུལ་ལས་བསྡོམས་སྙན་གསང་ཞུས། བཀའ་སློབ་གནང་སོང་དེ་ཚོ་མིན། བོད་མིའི་སྒྲིག་འཛུགས་ཀྱི་ལུགས་དང་མཐུན་པའི་མ་གནང་བཀའ་མེད་གནང་དགོས་ཐག་གཅོད་རེད། རྒྱ་ཆེ་མང་ཚོགས་ནས་ཚང་མས་ཀྱི། ཡག་ཐག་གཅོད་བྱས་ནས་ཉན་སོང། ཉན་དགོས་ཀྱི་རེད། ཉན་སོང་ཚང་མས་ཀྱི་དཔེ་མི་ཡག་པོ་བྱུང་སོང། ཨེ་ནི་གཞེན་སྐུལ་ཡིན་ནའི་ཐོ་ཆེ་རེ་ཞུ་བ་ཡིན། དེ་ནས་གསུམ་པ་དེ་ལ་ཡང། ཨེ་ནི་གོང་འཕེལ་འདི། མི་དམངས་ལ་བཀའ་སློབ་གནང་ཡུལ་ནི་རེད་ཟེར་ནས་འདུག་ཟེར་ངོ་སྤྲོད་གནང་སོང། དེས་ན་ནི། པོ་ལགས་ཀྱིས་སྐད་ཆ་བཤད་མ་བཤད་མི་དམངས་ཚང་མ་ལངས་སོང། ཁ་ཡོད་མ་རེད་ལངས་དགོས་ཡ་རྒྱུ་མཚན་ག་རེད་ཟེར་ནས་མི་དེ་ཚོའི་གྲས་ཀྱི་དེ་འདྲ་བར་དོད་ལ་ཡ། མིང་དེ་སྔོན་ན་ཁྲལ་ནས་ཆེས་ཐག་གཅོད་ཁི། ཕོག་དེ་གས་ཆེས་ཐག་གཏོད་སླེད། བོད་མི་དམངས་སྔོན་ན་ཁྲལ་ནས་པའི་དངུལ་བཅུ་དཀའ་ལས་རྒྱལ་བས་ཀྱི། སྔོན་ན་ཁྲལ་ནས་རང་དབང་ལག་དེབ་ཀྱི་དཔེ་ཞག་བསྡུས་རྒྱུ་དེ་གས་ཚེ་ཟད། དཔེ་དེ་བྱས་ནས་དེ་འདྲའི་ཁྱེད་ཀྱི་ཐད་ཁ་ན་ཁྱོད་ལས་ཀ་བྱེད་ཡ་དེ་ག་རེ་བྱེད་ཡོད་ཟེར་ན། བོད་མི་མང་གི་འདོད་པ་དང་སྨོན་འདུན་པ། སྐྱབས་མགོན་རིན་པོ་ཆེའི་ལོ་མང་གྲངས་ཚང་སྐུ་ལས་བསྐྱོན་པའི་སྒྲིག་འཛུགས་དེ་གཏོར་བཤིག་བཏང་ཡ་རྐྱང་རྐྱང་ལས་ཀ་བྱས་ནས་དེ་སྔའི་མི་གཉིས་བསྡད་སླེབས་པ་ཡིན་ཙང་མི་མང་ལངས་སུ་ལངས་གི་རེད་ཁ་ཡངས་པར་ཉན་འདོད་ཡོད་མ་རེད། ལྷག་པར་དུ། ཁ་སེང་གཅིག་ལས་དྲུག་པའི་ནང་ལ། དངོས་གནས་དྲ་གནས་པའི་ཕྱི་རྒྱལ་ཡུལ་གྲུ་ཁག་ཉི་ཤུ་རྩ་བཞི་ཚན་རང་གཅིག་དང་རྒྱ་བལ་འབྲེལ་གྲུ་གསུམ་ནས་བོད་མི་གནས་སྡོད་ག་ས་ག་ནས་མི་རབས་རྒན་པ་རྐྱང་རྐྱང་ཅིག་དཔེ་ལྟ་དེའི་ནང་རྒན་ཤོས་བར་གསུམ་ཡོད་རེད་ཡིན་ན་མང་ཤོས་ལ་བལྟས་པ་ཡིན་ན་མི་རྒན་པ་མང་འདུག་རྒན་པ་མང་ཡང་ཡོང་ཡག་སྦྱོང་ཚད་ག་རེ་ཟེར་ན་མི་རྒན་པ་དེ་གས་དེ་གས་སྐྱབས་མགོན་རིན་པོ་ཆེ་གིས་དེ་རྒྱ་གར་ས་ཐོག་ལ་ཕེབས་ནས་བྱས་ནས་དངོས་གནས་དྲན་ནས་བལྟས་ཏེ་ཕྱག་མཛུབ་ག་དེང་ཤར་ལ་ངོས་འཛིན་བྱས་ནས། དཀའ་ལས་བརྒྱབ་ནས་སྔོན་ན་ཁྲ་ནས་རྒྱ་བར་རམ་ཁྱོད་དང་བོད་གཞུང་གི་སྒྲིག་འཛུགས་དཀའ་ཁག་ནང་སྲུང་གཅིག་ཏུ་ཞུས་ནས་དེ་འདྲ་ང་ཚོ། ཞེ་ཆགས་ཡེ་ནས་རེད་བསླབ་གྲྭ་ཡེ་ནས་རེད། ཆོས་ཆོས་སྒར་ཁག་ཡེ་ནས་པའི་ཁྲ་དེ་ནས་ཡོང་ཡ་དེ། རྒྱ་བར་རམ་གཅིག་གི་དཀའ་ནང་དེ་དཀའ་ནང་སྲུང་འདུག་མི་རྒན་པ་དེ་རྒྱ་ཞུས་ནས་གཞུང་འགྱུར་མ་ད་ཁྱེད་ཚོའི་ཁྲ་ག་གལ་ཆེ་ཡ་མར་ད། མི་ཁྱེད་ཚོའི་ཁྲ། མི་ཁྱེད་ཚོའི་ཁྲ་མ་ནས་བཟོ་ས་ཆ་སྟོང་ཆ་གང་བསླབ་བར་བ་དེ་གི། པད་ཁོ་རང། སྐྱིབས་གཉའ་བརྒྱད་ནས་ཨེ་ནི་ད། བཀའ་དྲིན་བསམ་ཤེས་མེད་པའི་དྲིན་ལན་སློང་བྱ། ཁ་བྲལ་ཁ་བྲལ་ཆེན་འདི་ལ་དེ་ཚོ་རྒྱུ་ཡིན་མིན་ཙང་མི་མང་ཚང་མ་ཧ་ཁུག་ཡོད་མི་མང་དེ་རིགས་སྐད་ཆ་ཉན་གི་མི་འདུག་ཨ་ཉན་ཡོང་གི་མ་རེད། ཨོ་དེ་ལྟར་དེ་བཞིན་སྔོན་ན་འཕྲལ་ནས་རྦད་དེ་དེ་འདྲ་ད་དུང་འཚམས་གཟིགས་ཡིན་ན་ཡིན་མཁྱེན། བོད་མིས་སྔོན་ན་འཕྲལ་ནས་ང་ཚོའི་ཤ་ཁྲག་དཀར་ལ་རྒྱལ་བའི་པད་ཤ་དེ་རྒྱལ་དེ་ཆོ་སོས་བཏང་ནས་ག་ས་ག་ལ་འཁྱམས་ནས་སྐད་ཆ་བཤད་ཡ་ཡོང་གི་འདུག་ན། ཨོ་ད་མ་འོངས་པ་ལ་ས་བོད་གཞན་དག་ཚོས་ཀྱི་མི་དེ་ཚོས་སྐད་ཆ

རོགས་འདེགས་དང་ཕྱར་བ་གྲུ་འདེགས་བྱེད་རྒྱུའི་ཚབ་ལ་རྦད་དེ་ཁོ་རང་ཚིག་རེ་གཉིས་ལ་ཐག་ཐག་སེ་སྙད་ཏོག་བྱས་ནས་གཟིམས་ནས་གཉེར་རིས་ཀུན་རྐྱང་རྐྱང་བཤད་པ་མ་གཏོགས་པའི་སྐུ་ལས་སྐྱོན་ནས་བྱུང་བ་དེ་བརྒྱད་དེ་ལ་དངོས་གནས་ཕྲ་ནས་བྱས་པ་ཡིན་ན། དངོས་གནས་ཕྲ་ན་ང་ཚོ་བོད་མི་དམངས་སྤྱི་འཐུས་དེ་རྒྱལ་ཁབ་གཞན་དང་མ་འདྲ་བའི་སྤྱི་འཐུས་དམིགས་བསལ་ཅན་ཞིག་རེད་དེ་ལ་ཡང་ཕྱོགས་འགལ་དང། དེ་ཁ་ཁས་ཡོད་མ་རེད། དེ་ཡིན་དུས་དེ་ནས་རྦད་དེ་མཛེས་ཉུང་ཕྱག་ལས་ཡག་པོ་གནང་གི་ཡོད་ན་དེ་ལ་བསྟོད་བསྔགས་བྱས་རྒྱབ་སྐྱོར་བྱེད་ཡ་ལན་གི་ཡོད་རེད། ཡག་པོ་ཡོང་གི་མིན་ན་དེ་ལ་སྐྱོན་བརྗོད་བྱས་དངོས་ན་དྲ་གནས་པས་འགྲིག་གི་མི་འདུག་ཟེར་ནས་སྐྱོན་བརྗོད་བྱེད་ཡ་ལན་གི་ཡོད་རེད། རེད་དེ་ཡིན་ནས་ཕྱག་ལས་ཡག་པོ་ག་ཚོད་གནང་ཡིན་ནས་དེ་གས་དེ་ལ་ཡག་པོ་བྱུང་ཟེར་ནས་དེ་ནས་ཚིག་ཅིག་ཟེར་རྒྱུའི་ཚབ་ལ་སྐད་ཆ་ཚིག་རེ་བརྩེགས་རྒྱུ་དེ་ནས་ད་ག་ཟིམ་ནས་དཔེ་ན་ཆ་བཞག་ན། དེ་འདྲ་བར་དོ་ལ་སྔོན་ལ་དྲ་ནང་པའི་གཙོ་བོ་ཨ་རིས་གཙོས་པའི་ཕྱི་དར་རྒྱུགས་ཡུལ་གྲུ་ཁག་ལ་ཡང་ཨ་ནེ་སྲིད་སྐྱོང་བོད་མིའི་རིམ་པ་དེ་ལྟར་བྱུང་ཡོད་རེད་དེ། དངོས་གནས་དྲ་ནང་པའི་བོད་དེ་ཨ་རི་སྔར་ནས་བྱས་ནས་དེ་འདྲ་བར་དོ་ལ་ཡང་རྒྱ་མིས་མ་བསད་བར་དོ་ལ་ང་ཚོ་བོད་དེ་ཨ་ནེ་རང་བཙན་གཙང་མའི་རྒྱལ་ཁབ་ཡིན་པ་དེ་ངོས་ལེན་བྱེད་དགོས་ཀྱི་ཡོད་བྱས་ནས་ག་ས་ག་ལ་ག་ཚོད་གསུངས་སོང།

ཨོ། དེ་འདྲའི་ཡིད་ཚོད་དེ་ནི་ད་གང་ལྟར་མ་འོངས་པ་ལ་གང་ལྟ། དེ་རིང་ངས་འདི་བཤད་ཡག་དེ་གང་ཡིན་ཟེར་ན། དོན་ཐོག་ང་འཚམས་གཟིགས་ཡིན་ན་རིན་ཆེན་ནི་ང་ཚོའི་སྔོན་གནས་གྲ་ནས་མི་མང་གི། སྔོན་གནས་གྲ་ནས་རྔུལ་ཆུ་དཀའ་ལས་སྐྱེལ་བའི་གི། དཔེ་ཞག་དེ་གས་དེ་འགྲོ་སོང་དང་ནི་ཁ་ཚ་ག་ལ་འཁྱམ་ཡག་ཆོས་ཞིག་གི་འདུག་ཨ། ཨོ་ད་ཚོད་དགུ་ག་པར་ལབ་ཡིན་ནས་མི་དེ་ཚོའི་སྐད་ཆ་ཉན་དགོས་ཡ་རྒྱུ་མཚན་ཡོད་མ་རེད་བྱས་ནས།